ཨ་ནི་དང་པོ་ལྷ་མི་བླ་མའི་གདུལ་བྱ་འདུལ་བ་ཡིན་ཟེར་བ་དེའི་ནང་ལོགས་ལ་ལྷ་མི་བླ་མ་ཞེས་ལབ་པ་འདུག་ཨ་ནི་ལྷ་དང་མི་ཡི་བླ་མ། ཨ་ནི་ལྷ་རྣམས་ཀྱིས་ཀྱང་བླ་མ་ཡིན་པ་མི་རྣམས་ཀྱིས་ཀྱང་བླ་མ་ཡིན་པ་འོ་དེ་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་གིས་ཨ་ནི་མཚན་གྱི་རྣམ་གྲངས་གཅིག་རེད་ལྷ་མི་བླ་མ་ཞེས། དེ་ནས་གདུལ་བྱ་གདུལ་བྱ་ཟེར་ལབ་པ་རེད་གདུལ་བྱ་ལབ་པ་འདི་དགེ་ཕྲུག་ཁོང་གི་རྗེས་འཇུག་མཁན་ཁོང་གི་རྗེས་འབྲངས་པ་དེ་དག་གདུལ་བྱ་ཟེར་ལབ་ཀྱི་ཡོད་པ་རེད། ནས་འདུལ་བ་རེད་བ་སེམས་ཞི་བ་མ་ཡིན་པ་སེམས་ཉོན་མོངས་པ་དང་བཅས་པ་དེ་སེམས་ཞི་བ་ལ་ཞི་བ་ལ་བཏང། སེམས་ཞི་བ་ལ་བཏང་སེམས་མ་རུངས་པ་དེ་སེམས་རུངས་པ་ལ་བཏང།

ནི་གཙོ་བོས་རེ་བ་མཛད་པ་གཙོ་བོ་ཆོམ་རིལ་གཙོ་བོ་དཔེར་ན་སངས་རྒྱས་ཀྱི་མཛད་པ་ནང་ལོགས་ན་ནི་མངོན་ཤེས་གསུངས་པ་དང། ནམ་མཁའ་ལ་འཕུར་བ་ལ་སོགས་པ་དེ་འདྲ་མང་པོ་ཡོད་རེད་ཡིན་ན་ཡང་དེ་དག་རྣམས་ཀྱི་ནང་ནས་གཙོ་བོས་མཆོག་ཏུ་གྱུར་པ། དེ། ཨ་ནི་ཆོས་རྒྱུད་འཁོར་ལོ་ཆོས་གསུངས་པ་དེ་རེད། སངས་རྒྱས་ཀྱི་ཆོ་འཕྲུལ་དཔེ་མང་པོ་བསྟན་པ་རེད། ཡིན་ན་ཡང་ཆོ་འཕྲུལ་ཚང་མའི་ནང་ལོགས་ནས་ཆོས་རྒྱུད་འཁོར་ལོ་གསུངས་པ་དེ་ནི་ཆོ་འཕྲུལ་གཙོ་བོ་དེ་རེད། དེ་ནས་ལྟས་ཟེར་ལ་འདུལ་བ། ཆོས་རྒྱུད་འཁོར་ལོ་ལྟས་ཟེར་ལ་བར་བ་ལྟས་སླ་བ་འདི་ལྷག་ཅིག་རེད། ད་འདིའི་རྗེས་ནས་དོན་དག་གཞན་པ་ཅིག་བཤད་གི་རེད་ཁོ་རང་གཅིག་པོ་ལ་འདིའི་སྐབས་ཀྱི་ཆོས་བརྒྱུད་འཁོར་ལོ་སྟེ་ལབ་ཡག་གི་སྟེ་འདི་གཅིག་པོ་ལ་ཨ་ནེ་དོན་དག་ཅིག་བྱས་ཡོད་མ་རེད་ན་ཡང་ཁོས་ག་རེ་ལབ་ན་ཁོས་ཤུགས་ཀྱིས་ཚིག་ཚིག་འོག་མ་དེ་དྲངས་ཡོང་གི་རེད་འོ་དེ་འདྲའི་དོན་དག་ཅིག་རེད། ཨ་ནེ། ངོ་བོ་འདྲེས་པའི་གཉེན་པོ། ཨེ་ནི་རྣམ་དཀར་མཆོག་ཟིལ་ལ་འདོགས། ཨེ་ནི་ངོ་བོ་བསླབ་པའི་འདི། ག་རེ་ལབ་ན་རང་བཞིན་མཚན་ཉིད་གཤིས་ཀ། འོ་དེ་འདྲ་གི་དོན་དག་ཡོད་པ་རེད། དཔེར་ན་མེ་ཡི་རང་བཞིན་ཚ་ཞིང་བསྲེག་པ་ཡིན། ཆུ་ཡི་རང་བཞིན་བརླན་ཞིང་གཤེར་བ་ཡིན་ཟེར་བ་འདྲའོ། ཁོ་རང་ག་རེ་ཡིན་པ། དེ་རེད་ལ། དེ་ནས་སྒྲིབ་པ་ལ་འདུ། སྒྲིབ་པ་ལ་བས་འདི་སྐབས་འདི་ལ་ཉོན་མོངས་པའི་སྒྲིབ་པ་དང་ཤེས་བྱའི་སྒྲིབ་པ་དེ་རེད། ཡིན་ན་ཡང་ད་སྒྲིབ་པ་ལ་འདི་ང་ཚོ་མ་མཐོང་བར་ཕྱིན་གི་དཔེར་ན་ང་ཚོ་མིག་གིས་ཕ་རོལ་ཅིག་ལ་ལྟ་དགོས་ཀྱི་ཡོད་པ་ཡིན་ན་ང་ཚོ་མིག་རིས་འདྲ་བོ་ཅིག་གི་སྒོས་སུ་སྒྲིབ་བཞག་པ་ཡིན་ན་མཐོང་གི་མ་རེད་བ། དེ་ལ་སྒྲིབ་ལབ་ཀི་རེད། སྒྲིབ་པ་ལ་དེ་གང་ལ་དེར་ཉོན་མོངས་པ་དང་ཤེས་བྱའི་སྒྲིབ་པས་གར་བྱེད་ཀྱི་ཡོད་པར་ལབ་ན་ང་ཚོ་ཡང་དག་པའི་དོན་མཐོང་པ་ལ་ནི་སྒྲིབ་ཀྱི་ཡོད་པ་རེད་མི་མཐོང་བར་བྱེད་ཀྱི་ཡོད་པ་རེད་སོང་ཙང་དེ་ལ་སྒྲིབ་པ་ཞེས་ལབ་དགོས་རེད། ནི་གཉེན་པོ་ལབ་པར་བ་གཉེན་པོ་ལབ་པའི་འདི་ང་ཚོ་མགོ་མ་ནས་མཁན་ནི་མེད་པ་གཏོང་མཁན་འོ་དེ་འདྲ་ཅིག་ལ་ནི་གཉེན་པོ་ལབ་དགོས་རེད་ནད་ཀྱི་གཉེན་པོ་སྨན་རེ་བ། རེ་བ། ཨཱ་ནི་སེར་སྣ་ཡི་གཉེན་པོ། ཨཱ་ནི་སྟོང་སེམས་ཡང་ན་སྦྱིན་པ། ཨཱོ་སྟེ་གཉེན་པོ་ལབ་སྟེ་ཁོ་མགོ་ནོན་མཁན་ཁོ་མེད་པ་གཏོང་མཁན་ཕུང་ཁྲོ་བའི་གཉེན་པོ་བྱམས་པ། ཨཱོ་སྟེ་འདི་ལབ་ཆོག་རེད་སྒྲིབ་པ་གང་རུང་གཅིག་གི་གཉེན་པོ་ཡིན་དགོས་རེད་ཆུ་ལབ་པ་སྟེ། རྣམ་དཀར་ལབ་འདུག་རྣམ་དཀར་ལབ་སྟེ་རྣར་མིན་དཀར་པོ། འོ་དེ་འདྲ་ཅིག་གི་དོན་དག་རེད་རྣར་མིན་ལབ་སྟེ་འབྲས་བུ། ང་ཚོ་ལས་དགེ་བ་བྱས་ན་ནི་རྣར་མིན་དཀར་པོ་ཡོང་གི་རེད། རྣར་མིན་དཀར་པོ་ལབ་ན་བདེ་བ་ལབ་གི་ཡོད་རེད་ང་ཚོ་བདེ་བ་དེ་ནི་དགེ་བའི་ལས་བྱས་པའི་རྣར་མིན་རེད་འོ་དེ་ལ་རྣར་མིན་དཀར་པོ་ཞིག་ལབ་གི་རེད། ཕྱོགས། རྣར་མིན་དཀར་པོ་ཕྱོགས། ཨ་ནི་ང་ཚོ་དམ་པའི་ཆོས་དམ་པའི་ཆོས་ཡིན་ན་ཨ་ནི་རྣམ་སྨིན་དཀར་པོ་ཡོད་པས་ཨ་ནི་ཕྱོགས་སུ་གཏོགས་པ་ཕྱོགས་སུ་གཏོགས་པ་དེ་ཁོངས་གཏོགས་ཅིག་ཡིན་དགོས་རེད། ཡིན་གཅིག་མིན་གཅིག་རྣམ་སྨིན་དཀར་པོ་ཅིག་ཡོད་པའི་ངེས་པ་ཡོད་མ་རེད་ཟེར། ག་རེ་ལབ་ན་དཔེ་ཆ་བཞག་ན་བདེན་པ་བཤིག་ནང་ལོག་གི་འགོག་བདེན་འགོག་བདེན་རེད་བ། འགོག་བདེན་འདྲ་བོ་ཅིག་ཡིན་པ་ཡིན་ན་དམ་པའི་ཆོས་རེད། ཡིན་ན་ཡང་གོ་ལ་རྣམ་སྨིན་དཀར་པོ་ཟེར་བ་དེ་འདྲ་ཅིག་ཡོད་མ་རེད་ཁོ་ཐག་པ་རེད། རེད་བ། ཁོ་ཁོ་རྟག་པ་རེད། ཁོ་ལ་འབྲས་བུ་ཡོད་མ་རེད། ཡིན་ཙང། ནི་དེ་གི་ཕྱོགས་སུ་གཏོགས་པ་རེད་དེ་ཡིན་ན་ཡང་ཁོ་རང་ལ་རྣར་མིང་དཀར་པོ་ཞིག་དམིགས་བསལ་གྱི་ཡོད་མ་རེད། ད་དེ་འདྲ་ཅིག་རེད། དེ་ནས་ངེས་ཚིག་ཞེས་ལབ་འདུག་ངེས་ཚིག་གི་ལབ་བ་འདི་དཔེར་ན་སངས་རྒྱས་ཞེས་ལབ་པ་ཡིན་ན་ཡང་དེ་གི་སངས་རྒྱས་ཞེས་ནི་ཚིག་རེ་རེ་རེ་རེ་གི་དོན་དག་རེད་ཨ་ནི་ཞིབ་ཚགས་ཀྱིས་འགྲེལ་བཤད་བརྒྱབ་པ་དེ་ལ་ངེས་ཚིག་ལ་གོ་རེད་ཡང་ན་དེ་ལ་སྒྲ་བཤད་འོ་དེ་འདྲའི་ཆེད་ལ་ངེས་ཚིག་ཟིག་རེད་འོ Dharma ཟིག་ལབ་པ་རེད Dharma ལབ་པའི་འདི་ཆོས་ཟེར་བ་འདི་ཡེ་ནི Sanskrit ཀྱི་སྐད་ལ Dharma ཟིག་ལབ་པ་རེད། ཨ་ནི Dharma ཟེར་བ་འདི་དོན་དག་བོད་སྐད་ལ་བསྒྱུར་བ་ཡིན་ན་ཆོས་ཟེར་བ་དེ་རེད། དེ་གི་དོན་དག་ག་རེ་ཡོད་ལབ་ན་འཛིན་པ་ཟེར་བ་དེ་འདྲ་ཅིག་གི་དོན་དག་ཡོད་རེད་ཟེར་ལབ་པ་རེད། ད་ནི་སྒྲ་ལས་ཟེར་ལབ་འདུག་ད་འདི་དམིགས་བསལ་ནི་སྒྲ་ལས་ཟེར་ནས་འདི་བྱེད་དགོས་པ་ག་རེ་ལབ་ན། སྒྲ་སྡར་མ་ཞེས་པའི་སྒྲ་དེ་ལས་གོ་བ་ག་རེ་སླེབས་ཡ་ཡོད་རེད་ཟེར་འདི་ལ་ལྷ་སར་ལས་ལབ་འདུག་ལས་ཟེར་བ་འདི་ནི་སྒར་དང་གདུག་པ། འབྱུང་ཁུངས་དེ་འདྲ་ལ་འཇིགས་སྐུལ་རེད་བ་འདི་འབྱུང་ཁུངས་རེད། སྒྲ་དེ་ལས་སྡར་མ་ཞེས་པའི་སྒྲ་དེ་ལས་དོན་དག་བཅུ་འབྱུང་གི་རེད། དོན། འདིའི་སྐབས་ཀྱི་དོན་ལ་བར་དེ་ནི་བརྗོད་བྱ་རུ་བ་སྒྲ་གཅིག་ཡིན་ན་བུམ་པ་ཞེས་པའི་སྒྲ་གཅིག་ཡིན་ན་ཁོ་རང་གི་བརྗོད་བྱ་བུམ་པ་རུ་བ་ཁོ་རང་གི་དོན་བུམ་པ་རེད། དོན་ལ་བར་འདི་ནི་བརྗོད་བྱ་ལ་འཇུག་གི་ཡོད་པ་རེད། དོན་བཅུ་འཛིན།